ཐོན་མིའི་ལེགས་བཤད་སུམ་ཅུ་པའི་སྙིང་པོ། ལྗོན་པའི་དབང་པོ་བཞུགས་སོ། ན་མོ་གུ་རུ་མ་མཛུ་གོ་ཤ་ཡ་བླ་མ་མཆོག་དང་དབྱེར་མེད་པའི་འཇམ་དཔལ་དབྱངས་ལ་གུས་བཏུད་ནས་ཐོན་མིའི་ལེགས་བཤད་སུམ་ཅུ་པའི་སྙིང་པོ་མདོར་བསྡུས་བཤད་པར་བྱ། དབྱངས་ཀྱི་བྱ་བ་གསལ་པོ་རུ་བྱེད་པ་ཨིའོ་ཨེའོ་ཞེས་གསལ་བྱེད་བཀའ་སོགས་སུམ་ཅུ་ཡིན་ག་ང་ད་ན་བ་མ་ཧ་ར་ལ་ས་རྣམས་རྗེས་འཇུག་བཅུ་ད་དང་ས་ནི་ཡང་འཇུག་སྟེ། ད་ནི་ན་ར་ལ་གསུམ་དང། ས་ནི་ག་ང་བ་མར་ཐོབ། ག་དག་བ་མ་ཨ་ངུ་འཇུག། གོ་ངོ་དོ་ནོ་བོ་མོ་འོ། རུ་ལོ་སོ་དོ་སླར་འདུས་ཏེ། སོགས་ཚིག་དག་དུས་བཅད་ཀྱང་བྱ། བྲག་ཡོད་དོ་དང་ཐ་མའི་འོ། གཞན་རྣམས་མིང་མཐའི་རྒྱས་མཐུན་སྦྱར། སུ་ར་རུ་དུ་ན་ལ་དུ། ལ་དོའི་རྣམ་པ་བདུན་ཡིན་ཏེ། རྣམ་སྨིན་གཉིས་བཞིའི་བདུན་པ་དང། དེ་གཉིས་ཚེ་སྐབས་རྣམས་ལ་འཇུག། ས་སུ་ག་པ་བྲག་ལྟར་དུ། ང་དང་མནའ་མ་ར་ལ་དུ། ཨ་དང་ཐ་མའི་ར་དང་རུ། གི་སྐྱིད་ཀྱི་ཡིག་ལྔ་པོ། མནའ་མའི་དྲུག་པ་འབྲེལ་སྒྲ་དང། དེ་རྣམས་ས་ཐག་བཅད་སྔགས་ནི། མནའ་མའི་གསུམ་པ་བྱེ་བྲག་སྟེ། སྦྱོར་ཚུལ་མནའ་མ་ར་ལ་གི། ད་པ་ས་ཀྱི་ག་སྔགས་ཀྱི། ཨ་དང་ཐ་མའི་ཡི་དང་ཡིན། ཀྱང་ཡང་ཨང་གསུམ་དགེ་འདུས་ཏེ། ག་ད་པ་ས་བྲག་ལྟར་ཀྱང། ང་མནའ་མ་ར་ལ་ཐར་ཡང། ཨ་དང་ཐ་མའི་ཨང་དང་ཡང། ཏེ་ཏའི་ཏེ་གསུམ་ལྷག་བཅས་ཏེ། ན་ར་ལ་ས་བྲག་ལྟར་ཏེ། ད་ཏེ་ག་ང་བཱ་མ་ཨ། ཐ་མའི་རྣམས་ལ་ས་སྟེ་དོ། གམ་ངམ་དམ་ནམ་བམ་མམ་འམ། རམ་ལམ་སམ་དམ་རྗེས་བསྡུས་ཏེ། སྦྱོར་ཚུལ་བསླབ་བསྡུའི་སྐབས་དང་མཚུངས། ར་རུ་ཨི་ཨི་ཨང་ཡང་རྣམས། རྐང་པ་མི་གོང་སྐོང་བའི་ཁེ། ཨོ་ཨུ་འམ་གྱི་གོང་དུ་ཚེག། མེ་དང་ཡོ་པའང་དེ་བཞིན་ཡིན། ནེ་ལེ་བྱུང་ཁུང་གར་བསྡུས་ཏེ། འབྱུང་ཁུངས་དངོས་ལ་གང་བྱ་འཐུས་རིགས་མཐུན་འགའ་ནི་མི་མཐུན་ལས། འདུས་ལ་ནས་སྒྲ་ཁོ་ནར་འཇུག་སྐད་དང་ཀ་ཡི་བོད་སྒྲ་སྟེ། ཕལ་ཆེར་མིང་གི་ཐོག་མར་འབྱོར་ནི་ནི་མགར་དང་བསྣན་པའི་སྒྲ། དང་ནི་འདུས་བྱས་རྒྱུ་མཚན་དང། ཚད་སྐབས་ནམ་ངག་ལྔ་ལ་འཇུག། མིང་གི་ཐོག་མའི་དེ་སྒྲ་ནི། ཐ་སྙད་དེ་མ་ཐག་པ་དང། རྣམ་གྲངས་ཞེན་ཅན་གཉིས་ལ་འཇུག། ཅི་བྱི་སུ་གང་ཅི་སྒྲ་སྟེ། ཞིག་དེ་སླད་སྒྲ་ཕྱིར་ལ་བགྱི། གཉིས་སུ་བསྟར་བཞིན་སྐད་ལ་གྱིས། སུ་ནི་གང་ཟག་གང་ཀུན་ལའོ། ན་རོ་ཡོད་མེད་དཔའ་བག་མ། དག་པོས་འདྲ་སྟེ་ག་དག་ན། བག་མ་ས་དང་བྲག་ཐར་པ། ང་ཨ་ར་ལ་མཐའ་མེད་ལ། དག་དག་ཡ་འགྱུར་བ་དང་ནི། ཆ་ལ་དཔའ་ནི་སྦྱོར་བ་ལེགས། མིང་ཐད་དཔའ་བང་ཕལ་ཆེར་འདྲ། མ་ནི་ངེས་མེད་སྐབས་དང་སྦྱར། མ་མིག་མིན་མེད་དགག་སྒྲ་སྟེ། མ་མིག་ཐོག་མ་མིན་མེད་འཇུག། མ་ནི་བར་གྱི་སལ་རས་བླང། ཚིག་ཕྲད་ཞིང་སོ་མ་ནག་མ། ཨ་དང་ར་ལ་མཐའ་མེད་མཐར། ཞིང་ཤེས་ཞོ་འོ་ཞེས་ན་ཞིག། ག་བདག་བ་དང་ད་དྲག་མཐར། ཤིང་བྱེད་ཅོ་འོ་ཅེས་ན་ཅིག། ས་མཐར་དམིགས་སེལ་ཞེས་མ་གཏོགས། ཤིང་ཤེས་ཤོ་འོ་ཤེས་ན་ཐོབ། འོན་ཀྱང་ཁ་ཅིག་ལྷན་ཅིག་སོ། མིང་གི་ཆ་དང་མ་ནོར་བཅས། རྐྱང་པ་ཕུ་ལ་ཨ་ཐག་གོས། གུ་གེགས་བརྩེགས་བཟློག་སྤྱན་ལ་དཔང། ལྷུག་པོའི་དོན་མང་མིང་མཚམས་དང། དོན་འབྲིང་རྗེས་དང་དོན་ཉུང་རྫོགས། ཚིག་བཅད་ག་དར་ཆིག་ཤེས་བྱ། རྫོགས་ཚིག་མཐའ་ཅན་ལྷུག་པགས་དང། ཚིག་བཅད་རྐང་དར་ཉིས་ཤེས་ཐོབ། དོན་ཚན་ཆེན་མོ་རྫོགས་པ་དང། ལེའུའི་མཚམས་སུ་བཞི་ཤེས་དགོས། ང་ཡིག་མ་དོ་ཡིག་ཤེས་བར། ཚེགས་མེད་དེ་སོགས་ཞིབ་ཏུ་སྦས། ཚིག་གི་ལོ་མས་མ་བསྒྲིབས་ཤིང། དོན་གྱི་འབྲས་བུ་གཡུར་ཟ་བའི། ལེགས་བཞི་ལྗོན་པའི་དབང་པོ་འདི།